གླིང་གའི་སྐུ་ཁམས་བཟང། ང་རང་ཚོས་གློག་རྫས་ཡག་པོ་ཡོང་ཡག་གི་ཆེད་དུ་དང་པོ་སྦྱོར་གློག་ཆེད་གཉིས་པ་ཚད་འདེད་བྱས། དེའི་ཞུ་སྒོ་དེ་ལ་ཡིན་ན། གཅོད་མཚམས་ཡག་པོ་ཡོང་ཡག་གི་ཆེད་དུ་གཅོད་མཚམས་སྦྱོང་བརྡར་བྱེད་དགོས་དེ་ཧ་ལས་པའི་གལ་ཆེན་པོ་རེད། དེ་འདྲ་ཡིན་པ་ཡིན་ཙང་ང་ཚོའི་ལེ་ཚན་གོང་མའི་ནང་ལ་སྦྱོང་བརྡར་བྱས་པ་ནང་བཞིན་ད་ལྟ་འདི་ལ་ཡང་མུ་མཐུད་ནས་སྦྱོང་བརྡར་བྱེད་ཀྱི་ཡིན། ད་འདི་བྱས་པ་ལ་ཐོག་མར་གློག་རྫས་ཀྱི་མན་ངག་དེ་ངེས་པར་དུ་མཁྱེན་དགོས་རེད། བོད་ཡིག་གི་བརྗོད་པ་རིང་པོ་ཡིན་ནའི་འདྲ་ཐུང་ཐུང་ཅི་འདྲ་ཡིན་ན་ཡང། ཡང་མེད་ན་མིང་ཚིག་ཡང་མེད་ན་བྱ་ཚིག་ཡང་མེད་ན་ཚིག་ཕྲད་ཡང་མེད་ན་ཁྱད་ཚིག་དེ་བཞིའི་ནང་ལ་ལ་ཡང་འདུས་པ་རེད། བྱས་པ་ཡིན་ན་མིང་ཚིག་དེ་ཚོ་ག་འདྲས་ཀློག་པ་རེད་ཟེར་ལབ་ན་མིང་ཚིག་ཚང་མ་ལོག་ཆ་སྙོམས་པོ་བྱས་ནས་ཀློག་དགོས་ཀྱི་ཡོད་རེད། དཔེར་ན། སློབ་གྲྭ། དཔེ་མཛོད། ཕ་མ་ལབ་གི་རེད་མ་གཏོགས་སློབ་བྱ་ཟེར་ཡ་སོ་རོ་དེ་འདྲས་ལབ་གི་མ་རེད། བྱ་ཚིག་ཡིན་པ་ཞུ་གི་དེ་ལ་བྱ་ཚིག་གཙོ་བོ་དེ་ཡིན་གྱི་མིན་གྱི་བཏེགས་ཏེ་ཀློག་དགོས་བ་རེད། དཔེར་ན། སྦྱོང་བ། བཤད་པ། ཀློག་པ། ཅེས་ནས་བྱ་ཚིག་གཙོ་བོ་དེ་ཡིན་གྱི་མིན་གྱི་ཡ་བཀྱག་དགོས་ཀྱི་ཡོད་རེད། བྱས་པ་ཡིན་ན་གཅོད་མཚམས་ག་བ་ལ་བཞག་དགོས་ཡོད་རེད་ཟེར་ལབ་ཡིན་ན་ཚིག་ཕྲད་ག་བ་ལ་ཡོད་ན་དེ་ལ་གཅོད་མཚམས་བཞག་དགོས་རེད། ཚིག་ཕྲད་གཅིག་ཡོད་ན་ད་ག་རང་ལ་མཚམས་བཞག་ཚིག་ཕྲད་གཉིས་ཡོད་ན་གཉིས་པ་དེ་ལ་མཚམས་བཞག་ཚིག་ཕྲད་གསུམ་ཡོད་ན་གསུམ་པ་དེ་ལ་མཚམས་བཞག་གོ། རེད། ཁྱེད་ཚིག་ཞིབ་གོ་དེ་ལ་ཀློག་སྟངས་དེ་ག་འདྲའི་ཟེར་བ་ན། ཁྱེད་ཚིག་མཐའ་དེ་ལ་ཡ། པོ། བོ། མོ་གི་མཐའ་ཅན་ཡིན་པ་ཡིན་ན་མིང་ཚིག་དང་འདྲ་བ་བྱས་ནས་ཆ་སྙོམས་བྱས་ཀློག་གོ། རེད། དཔེར་ན། དཀར་པོ། མཐོ་བོ། ཆེན་མོ། དེ་ནང་བཞིན་རེད། ཁྱེད་ཚིག་ཡིན་པའི་ཞིབ་གོ་དེ་ལ་ཡ། པོ། བོ། མོ། མེད་པ་དང། པ་དང་བ་གི་ཐ་ཆད་ཡིན་པ་ཡིན་ན་ཡིན་གཅིག་མིན་གཅིག་ཡང་སྐྱག་བྱེད་ནི་ལོག་གོ་རེད། དཔེར་ན། དཀར་བ། མཐོ་བ། ཆེ་བ། ལབ་པ་ནང་བཞིན་རེད། བློ་རྩེའི་མན་ངག་འདི་ཤེས་ན་མྱུར་དུ་བློ་ལ་ཐོགས་མེད་འགྱུར་བའི་གཏན་འཁེལ་བ་རེད། ད་ལྟ་ང་ཚོས་ཨ་ནི་དེ་གི་ཐོག་ནས་སྦྱོང་བརྡར་བྱེད་ཀྱིན་གདའ། ལས་ཚེ་ཤེས་རིག་ལས་ཁུངས་བཏོན་པའི་བྱིས་པའི་ཀློག་སྟེགས་ཨང་ཉིས་བཅུ་དགུ་པ་གི་ནང་གི་ལོ་རྒྱུས་མི་ནག་གི་གཏན་ཚིགས་དེའི་ནང་ལོགས་ནས། ང་ཚོ་དེ་རིང་ཀློག་ཡ་དེ་ལྷག་ཐོ་ཐོ་རུ་གཉེར་ཚན་གྱི་སྐོར་ལ་ཀློག་གི་ཡིན། གོང་དུ་བཤད་པའི་མིང་ཚིག་ཀློག་སྟངས་བྱ་ཚིག་ཀློག་སྟངས་ཁྱད་ཚིག་ཀློག་སྟངས་ཕྲད་ཀློག་སྟངས་དེ་ཚོ་ཐུགས་ལ་བཅངས་པའི་ཐོག་ནས་ང་ཚོས་དེ་ལ་དོ་སྣང་ཞིག་བྱས་པ་ཡིན་ན། བོད་རྒྱལ་ཉེར་བརྒྱད་པ། ལྷག་ཐོ་ཐོ་རི་གཉེར་ཚན་ནི། ཕྱི་ལོ་ཉིས་བརྒྱ་ལྔ་བཅུ་ང་བཞི་ལོར་སྐུ་འཁྲུངས། དུ་ཕྱི་ནས་ལོག་ཡོང་དུས་དུ་སྣང་བྱུང་ཡོད་ཀྱི་རེད། བོད་རྒྱལ་ཉེར་བརྒྱད་པ་ཟེར་ལ་ནི་མཚམས་བཞག་པ་རེད་པ་དེ་བདག་སྒྲ་རེད་ཁྲེད་རེད། ལྷ་ཐོ་ཐོ་རེད་སྙེ་བཙན་ནི་ཟེར་ནས་ནི་གང་ལ་མཚམས་བཞག་པ་རེད་ཁྲེད་ཁྲེད་རེད། ཕྱི་ལོ་ཉིས་བརྒྱ་ལྔ་བཅུ་ང་བཞི་ལོར་བྱས་ནས་ལོར་དེ་ལ་མཚམས་བཞག་དགོས་རེད་གང་ཡིན་ཟེར་ན་འཕྲད་རེད། སྐུ་འཁྲུངས་མ་རེད་སྐུ་འཁྲུངས་བྱས་ནས་འཁྲུངས་གང་ལ་ཡང་བཀྱག་དགོས་རེད་གང་ཡིན་ཟེར་ན་འདི་བྱ་ཚིག་རེད། རྒྱལ་པོ་དེས་སྐུ་རིང་ལ། ལི་ཡུལ་གྱི་ལོ་ཙཱ་བ། ལི་ཐི་སི་དང། ཐོག་ཁར་གྱི་ལོ་ཙཱ་བ། བློ་སེམས་ཚོ་གཉིས་ཀྱིས། ཕྱི་ལོ་སུམ་བརྒྱ་སུམ་ཅུ་སོ་གསུམ་ལོར། རྒྱ་གར་གྱི་མཁས་པ། ལེགས་སྦྱིན། བོད་དུ། སྤྱན་དྲངས་ནས། བོད་དུ། ནང་ཆོས། ཐོག་མར། འབྱོར་ཀྱང། བོད་ལ་ཡིད་གཟུགས་མེད་པས། ཆུ་ལྷོག་མ་ཐུབ། མདོ་སྡེ་ཟ་མ་ཏོག་སོགས། རྒྱལ་པོར་ཕུལ་ནས་རྒྱ་ནག་ཏུ་བཞུད་དོ། རྒྱལ་པོ་འདི་ཡི་སྐུ་དུས་སུ། རྒྱ་གར་ནས་བོད་དུ་སྨན་ཡང་དར་རོ། འོ་ཐུགས་ཆེ་ནས་ལོག་ཁུལ་བ། ད་འདི་མཁན་རྣམ་པ་ཚོས་ཨ་ནེ་དེ་གོང་གི་སྡོམ་ཚིག་འདི་ཐུགས་ལ་བཅངས་པའི་ཐོག་ནས་ང་ཚོས་ཡང་བསྐྱར་ཕྱིར་ལོག་ཡིན་ངེས་ལོག་པ་དེ་ལ་ཁྱེད་རང་མཇལ་འདོད་ན་ཨ། བོད་རྒྱལ་ཉེར་བརྒྱད་པ། ལྷ་ཐོ་ཐོ་རེའི་གཉེར་མཚན་ནི། ཕྱི་ལོ་ཉིས་བརྒྱ་ལྔ་བཅུ་ང་བཞི་ལོར། སྐུ་འཁྲུངས། རྒྱལ་པོ་དེས། སྐུ་རིང་ལ། ལི་ཡུལ་གྱི། ལོ་ཙཱ་བ། ལི་ཐི་སི་དང། ཐོག་མཁར་གྱི། ལོ་ཙཱ་བ། བློ་སེམས་ཚོ། གཉིས་ཀྱིས། ཕྱི་ལོ་སུམ་བརྒྱ་སུམ་ཅུ་སོ་གསུམ་ལོར། རྒྱ་གར་གྱི། མཁས་པ། ལེགས་སྦྱིན། བོད་དུ། སྤྱན་དྲངས་ནས། བོད་དུ། ནང་ཆོས་ཐོག་མར། འབྱོར་ཀྱང། བོད་ལ། ཡིག་གཟུགས་མེད་པས། ཆོས། སློབ་མ་ཐུབ། མདོ་སྡེ་ཟ་མ་ཏོག། སོགས། རྒྱལ་པོར་ཕུལ་ནས། རྒྱ་ནག་ཏུ་བཞུད་དོ། རྒྱལ་པོ་འདི་ཡི། སྐུ་དུས་སུ། རྒྱ་གར་ནས། བོད་དུ། སྨན་ཡང། དར་རོ། འོ་དོ་ཟེར་ནས་ལོག་དགོས་པ། ཡང་བསྐྱར་ང་ཚོ་ད་མཉམ་འདོར་བྱེད་ལོག་གི་ཡིན་ད། ལྷ་ཐོ་ཐོ་རི་གཉན་བཙན། བོད་རྒྱལ་ཉེར་བརྒྱད་པ། ལྷ་ཐོ་ཐོ་རི་གཉན་བཙན་ནི། ཕྱི་ལོ་ཉིས་བརྒྱ་ལྔ་བཅུ་ང་བཞི་ལོར་སྐུ་འཁྲུངས། རྒྱལ་པོ་འདི་ཡི་སྐུ་རིང་ལ། ལི་ཡུལ་གྱི་ལོ་ཙཱ་བ་ལི་ཐི་སི་དང། ཐོག་སྐར་གྱི་ལོ་ཙཱ་བ་བློ་སེམས་མཚོ་གཉིས་ཀྱིས། ཕྱི་ལོ་སུམ་བརྒྱ་སུམ་ཅུ་སོ་གསུམ་ལོར། རྒྱ་གར་གྱི་མཁས་པ་ལེགས་ཅིན། བོད་དུ་སྤྱན་དྲངས་ནས། བོད་དུ་ནང་ཆོས་ཐོག་མར་འབྱོར་ཀྱང། བོད་ལ་ཡིད་གཟུགས་མེད་པས་ཆོས་སློབ་མ་ཐུབ། མདོ་སྡེ་ཟ་མ་ཏོག་སོགས་རྒྱལ་པོར་ཕུལ་ནས་རྒྱ་ནག་ཏུ་བཞུད་དོ། རྒྱལ་པོ་འདི་ཡི་སྐུ་དུས་སུ། རྒྱ་གར་ནས་བོད་དུ་སྨན་ཡང་དར་རོ། འོ་དུས་བྱས་ནས་ཀློག་དགོས་རེད། དུས་བྱས་ནས་ཡང་སེ་ཡང་སེ་སྦྱོང་བརྡར་ཀློག་བྱས་ནས་བསྡད་པ་ཡིན། སྦྱོང་བརྡར་བྱས་ནས་བསྡད་པ་ཡིན། ཨ་ནི་མཐའ་མཇུག་དེ་ལ་ལྷ་ཐོ་ཐོ་རི་གཉེར་བཙན། བོད་རྒྱའི་ཉེ་རྒྱས་པ་ལྷ་ཐོ་ཐོ་རི་གཉེར་བཙན་ནི། ཕྱི་ལོ་ཉིས་བརྒྱ་ལྔ་བཅུ་ང་བཞི་ལོར་སྐུ་འཁྲུངས། རྒྱལ་པོ་དེའི་སྐུ་རིང་ལ་ལི་ཡུལ་གྱི་ལོ་ཙཱ་བ་ལི་ཏི་སི་དང། ཐོག་མཁར་གྱི་ལོ་ཙཱ་བ་ལོ་སིམ་མཚོ་གཉིས་ཀྱིས་ཕྱི་ལོ་སུམ་བརྒྱ་སུམ་ཅུ་སོ་གསུམ་ལོར་རྒྱ་གར་གྱི་མཁས་པ་ལེ་ཅིན་བོད་དུ་སྤྱན་དྲངས་ནས། བོད་དུ་ནང་ཆོས་ཐོག་མར་འབྱོར་ཀྱང། བོད་ལ་ཡིད་གཟུགས་མེད་པས་ཆོས་ལྷོག་མ་ཐུབ། མདོ་སྡེ་ཟ་མ་ཏོག་སོགས་རྒྱ་བོར་ཕུད་ནས་རྒྱ་ནག་ཏུ་བཞུད་དོ། རྒྱ་བོ་འདི་ཡི་སྐུ་དུས་སུ་རྒྱ་གར་ནས་བོད་དུ་སྨན་ཡང་དར་རོ། འོ་དུས་ཚོད་ནི་ལོ་དུ་བའི་ཆ་གི་རེད། དུས་ཚོད་ནི་སྦྱོང་བརྡར་གནང་དགོས་ཡ་དེ་ཧ་ལས་པའི་གལ་ཆེན་པོ་རེད་ཁྱེད་རང་གིས་མུ་མཐུད་ནས་གཅོད་མཚམས་དེ་ཐུགས་ལ་བཅངས་པའི་ཐོག་ནས་སྦྱོང་བརྡར་གནང་རོགས་གནང་ང་ཚོའི་ལས་ཚན་རྗེས་མའི་ནང་ཡང་རྒྱ་བྱས་ཡོང།